ཡ། ད་ང་རང་ཚོ་འདི་འདྲའི་འཛིན་གྲྭ་བཞི་པའི་སློབ་མ་ཚོ་ལ་ཡ། ང་རང་ཚོའི་སློབ་དེབ་ཡོད་པ། འཛིན་གྲྭ་བཞི་པའི་སློབ་དེབ་ནང་ལོགས་ལ་ཡ། སློབ་ཚན་བཞི་པ། ཤོག་གྲངས་འདི་འདི་རེད་བཞག། ཤོག་གྲངས་བཅུ་དྲུག། འོ། དེའི་ནང་ལོགས་ལ་ཡ་གཟིགས་ཨ། དེ་རིང་ང་ཚོ་སློབ་ཚན་འདི་ཆ་ཚང་ཇེ་མང་ཀློག་གི་ཡིན་དར་བ། ཚང་མའི་ཀློག་དུས་བསམ་པ་ལ་ཡ། གལ་ཆེན་པོ་གསུམ་ག་རེ་ཡོད་རེད། སྐད་ཆེན་པོ་བརྒྱབ་ཡ་གཅིག་བྱས། ཨཱ་ནི། ལྷོད་ལྷོད་བྱས་ནས་གློག་ཡ་གཉིས་བྱས། ཨཱ་ནི། གསུམ་པ་འདིར་ཡ། ཨཱ་ནི། གསལ་པོ་བྱས་ནས་གློག་འོར་བལྟ། གཙང་མ། དག་པོ་བྱས་ནས་སྒྲ་དག་པོ་བྱས་ནས་གློག་འོར་བལྟ། ཨོ། འདི། སེམས་ལ་བཞག་མགྱོགས་པོ་མགྱོགས་པོ་གློག་ཡ་གི་ཐབས་ཤེས་མ་བཏང་ཨ། ཨོ། ཡ་ད་ང་ཚོ་དང་པོ་ཀློག་གི་ཡིན་ད། སློབ་ཚན་བཞི་པ། ཞེ་ས་དང་འབྲེལ་བའི་སྐད་ཆ། བསྣམས་པ། བཀའ་འདྲི། སྐུ་བཅར། གཟིགས་པ། ཐུགས་བརྙེས། བཞེངས་པ། ཞལ་མཇལ། བཀའ་སློབ། གསུངས་པ། བཞུགས། ཕྱག་བྲིས། ཀྱི་གྲུ། རྒན་ལགས་སྐུ་ཁམས་བཟང། བུ་བློ་བཟང། གུང་གསེང་སྐྱེས་བུ་བྱུང་ངམ། གུང་གསེང་སྐྱེས་བུ་བྱུང། འབྱོར་ཐོ་བསྐྱོན་རོགས་གནང། འགྲིག་གི་རེད། འབྱོར་ཐོ་བཀོད་ཆོག། ལམ་དུ་དཀའ་ངལ་མ་བྱུང་ངམ། ལགས། ལམ་དུ་དཀའ་ངལ་མ་བྱུང། ང་ཚོ་སློབ་ཕྲུག་ཚང་མས། རྒན་ལགས་ཀྱིས་བཀའ་སློབ་གནང་བ་བཞིན། གཅིག་ཕན་གཅིག་གྲོགས་བྱས་པ་ཡིན། སྒྲིག་བཤགས་བྱེད་སྟངས་དེ་ཡ་རབས་རེད་ལ་གཞན་ཕན་ཡང་རེད། ངའི་སྤུན་མཆེད་དགེ་བཤེས་ལགས་མཇལ་བྱུང་ངམ། ལགས། མཇལ་བྱུང། ཁོང་ནི་སྐུ་གཟུགས་ཆེན་པོ། དབུ་སྐྲ་དཀར་པོ་ཐར་ཐོར་ཡོད་པ། དབུ་སྦད་ཆེན་པོ་སྤྱན་དཀྱུས་རིང་པོ། སྙན། སྔན་ཕྱོགས་ལྷུག་ལྷུག་ཤངས་མཐོན་པོ། ཚེམས་རེ་གཉིས་བུས་པ། ཞལ་ར་ཅན། སྤྱན་གྱི་སྤྲི་ཀ་དོད་པོ། མགུལ་གྱི་དབུས་བདུད་འབུར་འབུར་ཆེན་པོ་མངོན་པ། ཐུགས་གཤིས་བཟང་མདོག་ཁ་བོ། ན་བཟའི་ཚུལ་བཞི་སྣུམ་ལ། སྐུ་རགས་བཅིངས་སོ་དོད་པོ། ཞབས་ཕྱག་བསིལ་ལྷམ་བཞེས་ཤིང། ཕྱག་ཕྲེང་སེར་པོ་བསྣམས་པ་ཞིག་འདུག། བྱས་ན། ཁྱོད་ཀྱིས་ཁོང་ལ་བཀའ་མོལ་ཞུས་པ་ཡིན་ནམ། ངས་ཁོང་ལ་གུས་ཞབས་ཀྱིས་འཚམས་འདྲི་ཞུས་པར། ཁོང་གིས་ང་ལ་གཟིགས་ཏེ། ཁྱེད་རང་སུ་ཡིན་ནམ། ཞེས་བཀའ་འདྲི་གནང་བྱུང། ངས་ང་རང་ངོ་སྤྲོད་ཞུས་ཏེ། རྒན་ལགས་ཀྱི་ཕྱག་བྲིས་དང་ཕྱག་དངུལ་རྣམས་ཀྱང་ཕུལ་བ་ཡིན། ཨོ། འགྲིག་འདུག། དེ་ནས་དགེ་བཤེས་ལགས་ཀྱིས་ག་རེ་གསུངས་བྱུང་ངམ། དགེ་བཤེས་ལགས་ནས། རྒན་ལགས། ཁྱེད་རང་སྐུ་གཟུགས་བདེ་པོ་ཡིན་མིན་བཀའ་འདྲི་གནང་བྱུང། ངས་རྒན་ལགས་ཁྱེད་རང་སྐུ་གཟུགས་གསལ་ཐང་རེད་འདུག་ཅེས་ཞུས་པ་ཡིན།